ཨ་མ་གླིང་སྐྱིད་ར་བཀྲ་ཤིས་དེ་རེད་ང་བློ་བཟང་མཐར་ཕྱིན་ཡིན། ཐེངས་སྙན་མ་ངས་སོ་སོ་དམག་མི་དྲག་གི་ཉམས་མྱོང་ཅིག་ཞུས་ཟིན་པ་ཡིན། ཨ་ནི། དམག་གི་སྐོར་ལ་ཅིག་བདེན་འདུན་གཙང་པ། ངས་དོ་སྣང་བྱ་གི་དྲི་བ་གཅིག་ག་རེད་ཟེར་ན། གལ་སྲིད་སྔོན་ནི་དམག་ས་ལ་འགྲོ་འགྲོ་དགོས་ཁེལ་པ་ཡིན་ན། ཨ་ནི་ངས་ད། དངོས་གནས་ཕ་སྐྱིད་ཀྱི་དྲག་དམག་དེ་བསད་ཐུག་ས་རེད་པས་ཟེར་གི་དྲི་བ་དེ་ཡིན། དྲི་བ། དེ་ངའི་ངོས་ནས་བཤད་ན་དངོས་གནས་ལན་རྒྱག་དཀའ་ལས་ཁག་པོ་འདུག་གང་ཡིན་ཟེར་བ་ཡིན་ན། ངའི་ངོས་ནས་བཤད་ན། མི་བསད་ཡ་དང་ཨ་ནི་སེམས་ཅན་བསད་ཡ་དེ། ལས་ཀ་ལས་སླ་པོ་ཅིག་མ་རེད། དེ་གལ་སྲིད་དངོས་གནས་རིན་ཐང་ཅིག་ཡོད་པ་ཅིག་མ་གཏོགས་ང་ཕལ་ཆེན་ཞི་དྲག་སེ་ཐུག་གི་མ་རེད་བསམ་གྱི་འདུག་གནས་བྱས་ཙང་དྲི་བ་དེ་གལ་སྲིད་དངོས་ནི་དམག་ས་ལ་འགྲོ་དགོས་ཁེལ་བ་བྱས་ཨ་ནི་ངས་དྲ་མ་བསད་ཀྱི་རེད་བསད་ཀྱི་རེད་བསད་ཀྱི་མ་རེད་ལབ་ན། ངས་བསམ་ན་ཕལ་ཆེན་ད་ཕ་སྐད་ཀྱི་དྲ་མ་དེ་བསད་ན་རིན་ཐང་ཡོད་པ་ཅི་རེད་མེད་པ་ཅི་རེད་དེ་བརྟག་རྒྱུ་རེད་བཞག་དཔེར་ན་གལ་སྲིད་དམག་འཁྲུག་བྱུང་ཡ་དེ། ང་ཚོ་རྒྱལ་ཁབ་ཀྱིས་རྒྱལ་ཁབ་གཞན་ལ་གཞན་པ་ལ་བཙན་འཛུལ་བྱས་པ་བྱས། ཨ་ནི། ཕ་གི་རྒྱལ་ཁབ་གཞན་པ་གིས། ཨོ་ད། ཨ་ད་བཙན་འཛུལ་བྱས་ནས། དམག་འཁྲུག་བྱུང་བ་ཡིན་ན། ང་ཕེ་ཆིན། དེ་ཕ་གི། དྲག་དམག་སེ་ག་འགྲོ་གི་མ་རེད་བསམ་གི་འདུག། ཡིན་ན་ཡང་གལ་སྲིད། གལ་སྲིད། དམག་འཁྲུག་བྱུང་ཡང་དེ། རྒྱལ་ཁབ་གཞན་པ་གིས་སོ་སོ་རྒྱལ་ཁབ་ལ་བཙན་འཛུལ་བྱས་པ་བྱས་བྱས་དམག་འཁྲུག་བྱུང་བ་ཡིན་ན། དེ་ཡང་གནས་སྟངས་ལྟར་རེ་བྱ། གལ་སྲིད་དངོས་གནས་དྲ་དམག་དེས། གདུག་རྩུབ་ཆེན་པོ་ཞེ་པོ་བྱས་རྗེས། གལ་སྲིད་བཙན་འཛུལ་བྱས་ཚར་བའི་གཞུག་གུ་དེ་ལ་མི་དམངས་ཡང་བསད་ཀྱི་ཡོད་པ་ཡིན་ན། ང་ཕལ་ཆེན་སོ་སོ་མི་དམངས་སྲོང་སྐྱོབ་བྱ་གི་ཆེད་དུ་ཕ་སྐད་ཀྱི་དྲ་དམག་དེ་བསད་དོ་ཁག་པོ་རེད། ཡིན་ནའང་གལ་སྲིད་བསད་དེ་གནས་ཚུལ་དེ་བསད་པོ་རང་མ་ཡིན་པ་བྱས་རྗེས་དཔེར་ན་ཕ་སྐད་དྲ་དམག་དེ་ཡང། གདུག་རྩུབ་ཆེན་པོ་ཡིན་མིན་ཡང་ཧ་མ་གོ། ཨ་ནི་ཁོང་ཚོས་བཙན་འཛུལ་བྱས་ཚར་བའི་རྗེས་ལ་ཡང་སོ་སོ་གི་མི་མང་དེ་སད་རྒྱུའི་མི་ཡང་ཧ་མ་གོ་བ་བྱས་བྱས། གནས་ཚུལ་དེ་འདྲའི་གསལ་པོ་མེད་པ་ཡིན་ན། ང་ཕལ་ཆེན་ཕ་སྐྱིད་ཀྱི་དྲ་དམག་སེ་ཡ་དེ་ཐེ་ཚོམ་ཞེ་པོ་བྱེད་ཀྱི་རེད། དཔེར་ན་མེ་སྟག་རྒྱ་ཡ་དེ་ཐེ་ཚོམ་ཞེ་པོ་བྱེད་ཀྱི་རེད། འོ། ད་ནི་བྱས་ཙང། གལ་སྲིད་དངོས་གནས་དམག་འཁྲུག་རྒྱག་པ་ཡིན་ན། འོ། ད། གལ་སྲིད་ང་དེ་ད་དམག་ཟག་གི་མདུན་ལ་བཞག་པ་ཡིན་ན་ཕི་ཅན་ཞེ་དྲག་གོ་ཆོད་གི་མ་རེད། གང་ཡིན་ཟེར་ན་ངའི་མི་སེ་ཡ་དེ་ཐེ་ཚོམ་ཞེ་པོ་བྱེད་གི་རེད། གནས་བྱས་ཚང་གལ་སྲིད་དངོས་གནས་དམག་འཁྲུག་བྱུང་བ་བྱས་བྱས་ང་ཕེ་ཅན་དེ་རྒྱབ་ལོག་ལ་བསྡད་ནས་ཨ་ནེ་ལས་ཀ་གཞན་པ་བྱས་ན་ཨ་ནེ་ལྟས་གོ་ཆོད་གི་རེད་བསམ་གི་རེད་བསམ་གི་འདུག་དཔེར་ན་རྩིས་རྒྱག་སོ་ར་བོ་དང་ཨ་ནེ། ཡང་མེད་ན་ད་སྨན་ཁང་ལ་བྲེལ་དཀའ་བྱས་ཨ་སོ་ར་བོ་དེ་འདྲས་བྱས་པ་ཡིན་ན་ཕལ་ཆེན། ཨ་ནི། བེད་སྤྱོད་ཆགས་ཀྱི་རེད་བསམ་གྱི་འདུག། ར་སོ་བཀྲ་ཤིས་དེ་རེད།